ལྷན་རྒྱས་ཚོགས་སྐུ་ཁམས་བཟང། བོད་ཀྱི་སྒྱུ་རྩལ་ཁང་གི། མདོ་འཛིན་པ་ཚེ་རིང་སྦ་བ་ནས། བོད་ཀྱི་ལུག་རྒྱུད་དང་འབྲེལ་བའི་ཀྱི་དཔེ་དེབ་ལྗགས་ཀློག་གི་ལེ་ཚན་འདིའི་ནང་ལ་ཡ། དོན་ལྔ་རིག་འཁོར་གསུམ་ནས་བོད་ཀྱི་ཆུ་བོ་ཆེན་པོ་བཞི་གང་དང་གང་ཡིན་མེད་ཐོག་ལ་ཡ་དཔེ་དེབ་ལྗགས་ཀློག་གནང་ཉེ་སྟེ། ནེའུ་ཡོག་གྲོང་ཁྱེར་ལ་བཞུགས་ཉེན་སྟོད་མངའ་རིས་ས་དགའ་རྫོང་ནས་ཡིན་པའི་མཁན་བྱམས་པ་ཡོན་ཏན་ལ་ཡང་དེ་འདྲའི་ཞུས་ཡོད་རྣམ་པ་ཚོ་ཐུགས་ལྷོད་ལྷོད་ཀྱིས་གསན་རོགས་གནང། ཨོ་ད་ཐེངས་ལྷག་དཀར་གྱི་ཉིན་མོ་དང་སྟབས་བསྟུན་རྗེས་སྟོད་མངའ་རིས་སྐོར་གསུམ་ནས་འབབ་པའི་གི་ཆུ་བོ། ཁ་འབབ་གནམ་གཤིས་སྐོར་ལ་རོབ་བསྡུས་ཀྱིས་ཞུས་པ་ཡིན་ན་ད་ལྟ་ཐོག་མར་དེ་རྟ་མཆོག་ཁ་འབབ་ཀྱི་སྐོར་རོབ་ཏུ་ཞུ་ཡ་ཡིན། རྟ་མཆོག་ཁ་འབབ་གྲོ་ཤོད་གཞུང་ལ་འབབ། གྲོ་ཞོས་རྟ་རྒྱུགས་བཟང་བ་དེ་ནི་ཅུང་ཟད་ཐ་འདྲེ་འདྲེ་གི་གསུང་ཚོགས་ཆོས་རེད། གངས་དཀར་ཏི་སེ་ཤར་ཕྱོགས་དང་བྱེ་མ་གཡུང་དྲུང་གི་བྱང་ངོས་རེའུ་དབྱིབས་གཟུགས་རྟ་མཆོག་མཚར་བ་ཅང་ཤེས་རྟ་ཡི་གི་དབྱིབས་ཅན་གྱི་ཁ་ནས་ནི་ཆུ་བོ་ཆེན་པོ་གྱིམ་ཤང་འཁྱིལ་བ་གཡུང་དྲུང་ལུ་གུ་ཁྱུད་ལྟ་བུ་ལྷུང་ལྷུང་དུ་འབབ་པ་འདྲ་བ་དེ་ལ་ཡང་ནི་མིང་དེ་ལྟར་ཐོགས་པ་རེད་ཞུ་ཡ་ཡིན། ཧོར་གོང་རྒྱུད་ཁྱི་མ་གཡུང་དྲུང་གི་ཤར་ཨབ་གསེར་གྱི་རྒྱབ། བྲག་རྟ་མཆོག་འདྲ་བའི་ཁ་ནས་འབབ་སྟེ་ཧོར་མཚོ་རྔ་ཡི་དཀྱིལ་ནས་ཐོན་ཏེ། འབྲོང་པ་མཚོ་རྒྱུད་ཀྱི་ལྷོ་རྒྱུད་རུ་གཟར་དང། ག་ཆོལ་གོང་འབིགས་ཀྱི་ལྷོ་རྒྱུད། སྟོད་འབའ་བ་གནམ་ལག་གོང་འབིགས་ཀྱི་བྱང་ཕྱོགས་འཕན་ཆེ་ལྷོ་མ་དང་ནག་ཆུ་ལྷོ་མ། གཞུང་རུ། ལེགས་རྩེ། ར་ག་སྟག་ཟམ། བཀྲ་མདུན། ཏྲེ་བ་རྩ་བཟོ་རྔ། གྲ་ཚང་ཐོས་བསམ་གླིང་དར་རྒྱས་གླིང་གོང་འབའ། སྤུག་བྲག་གོང་འབའ། ལྷོ་ངོས་ནས་ཨ་ནེར་ས་ག་རྫོང་ཆུས་གུ་ཡུ་དགོན་ཟང་ཟང་ལྷབ་རག་གི་ལྷོ་ངོས་ནས། མར་གཙང་གཙང་པོ་ལ་མ་འབབ། ཨོ། ཡང་རྟ་མཆོག་གཙང་པོ་ཞེས་ཆུ་བོ་ཆེན་པོ་དེ་གཙང་ལྷར་རྩེ་རྫོང་གི་བྱང་ངོས་ནས་ཨ་ནེ་གཞིས་ཀ་རྩེ་དང་བཀྲ་ཤིས་ལྷུན་པོའི་བྱང་ཕྱོགས་ནས་འབབ་སྟེ། སྟག་གྲུ་ཁ་དང་རོང་བྱམས་ཆེན་གྱི་བྱང་རྒྱུད་ནས་ལྷ་ས་ཆུ་ཡུར་རྫོང་དུ་སླེབས་སྐབས་ཨ་ནེ་ལྷ་ས་སྐྱིད་ཆུ་ཤར་ནས་ཨ་ནེ་ནུབ་ལ་ཡོང་བ་དང་མར་གཙང་རྟ་མཆོག་འབབ་ནུབ་ནས་ཤར་དུ་ཡོང་བ་གཉིས་ཆུ་ཡུར་དུ་འདྲེས་ནས་ལྷོ་ཁ་གོང་དཀར་རྫོང་ནས་རྒྱ་ཚ་རྫོང་ཡར་ལུང་གཙང་པོ་དྭགས་པོ་ཀོང་པོ་བརྒྱུད་ནས་མ་རྒྱ་གར་དུ་ཆུ་འགྲོ་དགོས་རེད། ཨོ་སྔར་གྱི་ལོ་རྒྱུས་ཀྱི་ནང་ལ་ཡར་ཆབ་གཙང་པོ་ཟེར་ཏེ་འབྲོང་པ་རྫོང་ས་དགའ་རྫོང། ཨོ་དེ་ནས་ལྷ་རྩེ་གཞུང་ལ་སླེབས་དུས་ཡར་ལུང་གཙང་པོ་ཟེར་བོད་ཡ་དེ་ཡར་ཕྱོགས་རི་ལུང་གི་མཐོ་ས་སྟོད་ཀྱི་ཡུལ་ནས་འབབ་པའི་རེ་ཨ་ནི་ཡར་ལུང་ཟེར་དང། ཨ་དེ་ནི་དབུས་གཙང་ཁུལ་དྭགས་པོ་ཀོང་པོ་སྤོ་བོ་ཁྱུ་ལ། ཨ་ནི་རྒྱ་གར་མ་སླེབས་བར་དུ་ཨ་ནི་ཡར་ལུང་གཙང་པོ་ཟེར་བའི་ཐ་སྙད་དེ་ཐུགས་སུ་ཞུགས་དགོས་རེད། ཡང་ཁག་གཅིག་གིས་ཡར་ལུང་གཙང་པོའམ་ཡར་ལུང་གཙང་པོ་ཟེར་ཡག་གི་ཐ་སྙད་དེ་ཆུ་ཡུར་ནས་འགོ་བཙུགས་ཏེ། བོད་པར་གྲགས་ཟེར་བ་ཡང་ཁག་གཅིག་གིས། བོད་ལྷོ་ཁ་ཁུལ་གྱི་གྲགས་ཅན་གནས་རིའམ་སྲིད་པ་ཆགས་པའི་ལྷ་དགུ་ཡར་འགྱུར་དུ་འཕོས་པས། ཡར་སྟོད་ཡར་བླ་ཤམ་བུ། གངས་ཆུ་དེ་ཡར་བླ་ཤམ་ཆུ་རུ་གྲགས་པའི་ཆུ་རྒྱུན་ཡུལ་ཡར་མོ་ལུང་གི་ས་ཆ་བརྒྱུད་དེ་ལ་ཡར་བྱང་ཕྱོགས་བརྒྱུགས་ནས་རྩེ་ཐང་དུ་རྟ་མཆོག་གཙང་པ་ཡར་མཆོག་གཙང་པོ། འབྲེལ་བས་ན་དེ་ནི་གཙང་ཆེན་དུ་མིང། དེ་ནས་གཙང་ཆེན་གྱི་མིང་ལ་ཡར་ཆབ་གཙང་པོ་འབྲེལ་ནས། འོ་གཙང་ཆེན་དེའི་མིང་ལ་ནི་ཡར་ལུང་གཙང་པོས་བོས་ཀྱང་ཕྱིས་སུ་སྟོད་ལྷ་རྩེ་མན་ཆད་ཀྱི་གཙང་རྒྱུད་སྤྱི་ཡོངས་ལ་མིང་འདི་དུགས་སུ་གྲགས་པ་རེད། འོན་ཀྱང་དོན་དངོས་ཅི་འདྲ་ཡིན་མིན་མུ་མཐུད་ནས་ད་ཅིག་ཞིབ་འཇུག་གནང་དགོས་ཡས་རེད་གཙང་པོ་དེའི་གི་སྟོད་རྒྱུད་དུ་འབྲོང་པ་ཚུར་ཁུ་དང་ལ་སྟོད་ཆང་སོགས་ཡངས་ཤིང་གྱ་ཆེ་བའི་རྩྭ་ཐང་གི་འབྲོག་ཁུལ་གྱི་རིག་གནས་དང་འཚོ་བ་དར་ཁྱབ་ཆེན་པོ་ཡོད་རེད། ཀོང་ཡུལ་གྱི་རི་བོ་གནམ་ལྕགས་འབར་བ་བསྐོར་བ་ནང་སྐོར་རྟ་མིག་གཟུགས་འདྲ་བ་ཞིག་བརྒྱབ་སྟེ་ཨ་ནི་ལྷོ་ཁུག་ལ་ཚང་ཚིང་ནགས་ཤིང་དང་གཅོང་རོང་ཅན་གྱི་གཡང་ས་ལ་འགྲིམས་ནས་ས་བབ་དམའ་ལ་ཚ་བ་ཆེ་བའི་བློ་ཡུལ་བརྒྱུད་ནས་ཨ་ནི་རྒྱ་གར་ཨ་སམ་ཟས་དེ་ལ་མ་གཏུགས་སུ་འབབ་འགྲོ་དགོས་རེད། ཨོ། མདོར་ན་ཆུ་རྒྱུན་དེ་གའི་འགྲམ་ངོགས་སུ་ཡུལ་འབྲོག་རོང་གསུམ་གྱིས་ཨ་ནི་རང་ལུགས་ཁྱད་ཆོས་ལྡན་པའི་རིག་གཞུང་སྣ་ཚོགས་དར་བས་བོད་མི་མང་དག་གིས་འཚོ་གཞེས་བྱེད་ཅིང། དམིགས་བསལ་ཁྱད་ཆོས་ལྡན་པའི་བོད་མི་རིགས་ཀྱི་རིག་གནས་དར་བར་ནུས་པ་ཆེན་པོ་ཐོན་ཡོད་པས། ད་ནི་བུད་མེད་ཀྱི་རིག་གནས་སྐྱོང་གི་གི་ཡུམ་ཆེན་མ་ཟེར་བོད་པ་དེ་ཡང་ཐག་ཆ་དྲ་བ་རྩ་ནས་ཡོད་མ་རེད། ཨ་ནི་རྒྱ་གར་དུ་སླེབས་པ་དང་ཨ་ནི། བུ་རག་མ་བུ་སྟེ་གཙང་པོ་ཟེར་ཨ་ནི་རྒྱ་གར་ཤར་ཕྱོགས་དང། སྦང་ག་ལའི་བརྒྱུད་ཨ་ནི་ཁྲོ་མོ་གངྒཱ་དང་འདྲེས་ནས་ཨ་ནི། སྦང་ག་ལའི་གི་རྒྱ་མཚོ་ཆེན་པོར་དེ་འདྲ་ཞིག་བཞུགས་སོ་ཟེར། དེ་ནས་གྲགས་ཅན་གཙང་པོ་འདི་ཁྱོན་ཡོངས་ཀྱི་རིང་ཚད་དེ་ལ་སྤྱི་ལེ་ཉིས་སྟོང་དགུ་བརྒྱ་དེ་ནི་བོད་ནང་གི་རིང་ཚད་དེ་སྤྱི་ལེ་གཅིག་སྟོང་བདུན་བརྒྱ་གྱ་བཅུ་གྱ་བདུན་ཙམ་དེ་འདྲ་འདྲ་བྱོས་རེད། སྨད་རྒྱུད་དུ་རྒྱ་གར་དང་བང་ལ་ཁུ་ལ་སྤྱི་ལེ་གཅིག་སྟོང་གཅིག་བརྒྱ་བཅོ་གསུམ་ཙམ་ཡོད་ལ་ཞིང་ཆུ་འདྲེན་པའི་རིན་ཐང་དང་ཕན་ཡོན་སོགས་ནི་ཨ་ནི་གང་ག་གཙང་པོ་ཆ་འདྲ་བ་ཙམ་དེ་འདྲ་ཅིག་རེད། དེ་ནི་གཙང་པོ་དེའི་སྤྱིའི་ཆུ་རྒྱུན་བཞུར་ཡུལ་དེ་རྒྱ་ཁྱོན་ལ་སྤྱི་ལེ་གྲུ་བཞི་མ་ཁྲི་དགུ་བཅུ་གོ་ལྔ་ཙམ་དང། བོད་ཀྱི་མངའ་ཁོངས་སུ་སྤྱི་ལེ་གྲུ་བཞི་མ་ཁྲི་སུམ་ཅུ་འོ་དེ་འདྲའི་ཞིག་སིམ་དགོས་འོ་རེད། བོད་ནང་གི་གྱ་ཚུལ་ངོས་ལས་ནི་ཆ་སྙོམས་མཐོ་ཚད་སྨི་གསུམ་སྟོང་བཞི་བརྒྱ་ཙམ་དེ་འདྲ་ཅིག་སིམ་དགོས་འོ་རེད། རྒྱུག་ཡུན་ཤིན་ཏུ་རིང་ཞིང་བོད་ཁ་བ་ཅན་ན་བྱིས་པའི་གཙང་པོ་དུ་མིའི་དབུས་ནས་རིང་ཤོས་དེ་རེད། ཡར་ཀླུང་གཙང་སྤུས་ཀྱི་ཡན་ལག་ཆུ་འདྲེན་གྲངས་ཀྱི་བཞག་བར་དཀའ་བ་ཡོད་ཀྱང་གཙོ་ཆེ་བ་དེ་དམར་གཙང་གཙང་པོ། མར་ཡུམ་གཙང་པོ། དོ་ཤོང་གཙང་པོ། གནོད་སྦྱིན་གང་བ་གཙང་པོ། ཟངས་བུས་ཀྱི་ཆུ་རྒྱུན་མྱང་ཆུ་གཙང་པོ། འབྲི་ཁུང་ཕུར་ཆུ་ཀྱི་ཆུ་རྒྱུན་ལྷ་སྲི་སྐྱེས་ཆུ་ཀོང་པོ། གཞུང་ནས་སྐྱུགས་པའི་ཀྱི་མྱང་ཆུ་གཙང་པོ། ཡར་ལ་ཤམ་པོ་ནས་སྐྱུགས་པའི་ཡར་ལ་གཙང་ཆུ་ཕ་ལུང་གཙང་པོ་བཅས་དེ་འདྲ་ཡོད་པ་རེད། དེ་ནས་ཆུ་བོ་ཆེན་པོ་གླང་ཆེན་ཁམས་བབས་ཟེ་ཡེ་ཐི་གླང་ཆེན་ཁམས་བབས་ཟེ་ཡེ་གུ་གེའི་ཡུལ་ལ་བབས་གུ་གེ་གླང་ཤས་ཆེ་བ་དེ་ནས་བྱུང་ཟེ་སྔ་མོ་ཡི་ལོར་ཡུལ་དེ་འདྲས་ཅིག་གསུངས་ཚུལ་ཡོད་པ་ཅིག་དང། གངས་དཀར་ཏའི་གཟིགས་ཀྱི་ནུབ་ཕྱོགས་རི་གླང་པོ་ཆེ། འགྱིང་བིག་གི་སྣ་ཁུང་འདྲ་བིག་གི་ཨེ་ནི་རི་བཞུར་ནས་ཆུ་བོ་ཆེན་པོ་དེ་གངས་དཀར་ནུབ་ཏུ་འབབ་ཀྱི་ཡོད་པ་གི་མིང་དེ་ལྟར་ཐོགས་པ་རེད། དེ་ནི་གུར་རྒྱ་མཚོ་མགོ་ནས་ས་འོག་ཏུ་ཐོན་ཏེ་ཨེ་ནི་བདུན་ཆུ་ཟི་ཡས་ཀྱི་གོང་བིག་གི་ཞབས་འོག་རི་གླང་སྣ་འདྲ་བིག་ཁ་ནས་འབབ་སྟེ། ཏྲེ་ཏཱ་པུ་རི་དང་མོན་ཚལ། ཀོར་དཔོན། ཁྱུང་ལུང་དབུང་དཀར་བརྒྱུད། མདའ་བིས་ཆོས་རྒྱལ་བློ་བཟང་པདྨ་བཀྲ་ཤིས་ཀྱི་གྱལ་ཁང་དང། སྔོན་གྱི་མདའ་བིས་ཆོས་རྒྱལ་རིམ་བྱོན་གྱི་མཁར་གྱི་མདུན་དུ་བརྒྱུགས། ཟླ་བའི་ཡུལ་དུང་ས་དང་ཟླ་བ་བཀའ་གླིང་གི་ཡུལ་ཏེ་སྔོན་ཇོ་བོ་ཆེ་ལ་གུ་སྐལ་ཁྲི་རིག་པིག་གི་བསུ་བ་དང་གསེར་སྦྲེང་དུང་ཅན་དང་གྱ་ལིང་རྡོ་བདག་མ་སུ་ན་བཅས་ཀྱི་ཕེབས་བསུ་རྟ་བ་ཁྲི་གཅིག་ཡོད་པས་གཙོ་བོ་ལྷ་བླ་མ་བྱང་ཆུབ་འོད་སྟོན་འཁོར་གྱ་ལོན་རྣམས་ཀྱིས་ཇོ་བོ་ཆེ་དཔལ་ལྡན་ཨ་ཏི་ཤ་འཇའ་འབྲས་མཆོད་རྟེན་ཞེས་མཆོད་རྟེན་རྩ་ཆེན་ཞིག་ཆུ་བོ་ཆེན་པོ་གླང་ཆེན་ཁ་འབབ་ཀྱི་འགྲམ་དུ་ཡོད། ཟླ་བྷེ་ཀྱི་ཐུགས་བསམ་དང་དོང་པོ་དེ་ནས་མ་ནམ་བྱང་ཆུབ་གླིང་གི་གོམ་པིག་གི་མདུན་ནས་འཁྱུགས་ཏེ་མཐོ་ལྡིང་ལྕགས་ཟམ་དང་རྩ་རིམ་གུ་གེ་ཆོས་རྒྱགས་ཀྱི་ཁར་གྱི་མདུན་ནས་རྩ་རིམ་གྱི་ཡུལ་སྡེ་བརྒྱུད་ཨ་ནི་རྩ་རིམ་གྱི་མདའ་ནས་ཡར་འདྲེན་སྐུ་ལི་ནི་ཚུར་ཐོན་དེ་རིང་དེ་ནས་རོང་ཆུང་གྱ་ཟམ་དང། སྤྲིན་ཟམ་འོབས་ནས་རོང་ཆུང་གྱ་ཚུད་མདུན་བརྒྱུད་རི་བོ་སྤུར་རྒྱགས་གངས་རི་གྱི་ནུབ་བརྒྱུད། དེ་ནས་ཁུ་ནུ་ཁམས་གནམ་རྒྱགས་བརྒྱུད་ནས་ཨ་ནི་ནུབ་བྱང་ཕྱོགས་ནས་ཡོང་བའི་གྱི་སོ་དྲུག་སུམ་བརྒྱ། སྤང་རང་ལ་ནས་ཡོང་བའི་གྱི་གཙང་པོ་དང་པིར་ཏི་ཀྱིས་གོམས་པ། དཀར་གསར་རྫོང་རྟ་བོ་རྒྱུད་ནས་ཡོངས་ཀྱི་དཔེ་སྡེ་ཆུ་དང། ཆུ་གསུམ་འདྲེས་ནས་ཨ་ནི་ཁུ་ནུ་འགྲམ་གླིང་དང་ཁུ་ནུ་རམ་བུར་གྱ་ས་ནི་སིམ་ལ་རྒྱུད། ཨ་ནི་སྦག་ར་དང་ནང་མཁར་ཆུ་རགས་རྒྱུད་དེ་ཨ་ནི་ཆུ་མོ་གངས་འགག་དང་འདྲེས་དགོས་རེད། ཁོ་གོང་དུ་ཞུས་པ་ནང་བཞིན་གྱི་བུ་གའི་རྩ་རང་ཨ་ནི་ལོ་ཆེན་རང་ལོ་ཆེན་རིན་ཆེན་བཟང་ཕུད་ཀྱི་འཁྲུངས་ཡུལ་རོང་ཆུང་བཅས་རྒྱུད། ནུབ་ཁུ་ནུ་ས་མཚམས་ནས་ཨ་ནི་རྒྱ་གར་ཕྱོགས་ལ་རྒྱུག་འགྲོ་གི་ཡོད་པ་དང། རྒྱ་གར་ཡུལ་ལ་ཆུ་དེ་སུ་སྡེ་རེད་ཅེས་དེ་འདྲས་ཀྱི་བུད་དགོས་རེད། པ་ཀི་སི་ཐན་གྱི་འཇི་ནམ་བུ་གཙང་པོ་དང་འདྲེས་ནས། ཕན་ཆད་ན་ཏེ་གཙང་པོ་སེ་བོད་ནི་ཨན་ཐ་མ་ཧིན་དུ་གཙང་པོ་དང་འབྲེལ་ནས་ཧིན་དུ་གི་རྒྱ་མཚོ་ཆེན་པོ་ལ་མ་འབབ་དགོས་བ་རེད། གཙང་པོ་དེའི་རིང་ཚད་ལ། སྤྱི་ལེ་གཅིག་སྟོང་བཞི་བརྒྱ་ལྔ་བཅུ་དང་ཆུ་རྒྱུན་བཞུར་ཡུར་གྱི་རྒྱ་ཁྱོན་དེ། སྤྱི་ལེ་གྲུ་བཞི་མ་ཁྲི་བཞི་བཅུ་ཙམ་དེ་འདྲ་འདྲ་བྱེད་བ་རེད། གཙང་ཆེན་དེའི་གི་བཞུར་ཡུར། སྟོད་མངའ་རིས་མངའ་ཁོངས་སམ། ཕྱི་སྡེ་རྒྱལ་ཁབ་ཀྱི་ས་གནས་གང་དུ་མཁས་ཀྱང་གློག་ཤུགས་ཆུ་འབབ་ཞིང་ཆུ་འདྲེན་པ་ཤིན་ཏུ་ལེགས་ཤིང་ས་གནས་དེ་གའི་དཔལ་འབྱོར་དང་མི་སོགས་སེམས་ཅན་གྱི་འཚོ་གནས་ལ་ཡང་ཤིན་ཏུ་སྨན་པར་འོས། ལྷག་པར་དུ་རྒྱ་གར་ཡུལ་དུ་ཞིང་ལས་ཐོན་སྐྱེད་ཀྱིས་མེད་དུ་མི་རུང་བའི་སྐྱེས་བུ་ལུས་ཟུངས་ཀྱི་ཁྲག་རྩ་ལྟ་བུ་དང། རྒྱ་གར་གྱི་བྷེ་ལོ་རྩེ་ཕོ་ལེར་སེ་སྔོ་རིགས་དབོར་འདྲེན་དང་འགྲིམ་འགྲུལ་གྱི་སོགས་སུ་དགོས་མཁོ་ཧ་ཅང་ཆེ་བ་ཞིག་དེ་འབྲེལ་གྱི་རྩ་ཆེན་བཅས་རེད། མངའ་རིས་ས་ཁོངས་སྔར་ཞང་ཞུང་རྒྱལ་ཁབ་སྐབས་ཀྱི་ཨ་ནེ་རིག་གཞུང་དང་གུ་གེ་རྒྱལ་རབས་སྐབས་ཀྱི་རིག་གཞུང་ལྟེ་གནས་མང་ཆེ་བ་དེའི་རྒྱུད་དུ་འཁེལ་གྱི་ཡོད་རེད། དཔེར་ན། ཁྱུང་ལུང་དབུ་མཁར་དང་ཟླ་བ་མཁར། ཆི་ཝང་དབུ་རྩེ་མཁར། མཁར་རྩེ་མཁར་རྫོང་སྤི་ཏི་མཁར། འཆི་མེད་གའུ་མཁར། གུར་གེ་རྩྭ་རང་མཁར་སོགས་གཙང་པོ་དེའི་གི་ཆུ་རྒྱུན་དུ་བྱེད། དེ་བཞིན་ཡང་ཨ་ནེ་བོད་བརྒྱུད་ནང་བསྟན་གྱི་བསྟན་པ་ཕྱི་དར་སྐབས་ཀྱི་འདུ་བ་སྟོད་རྒྱུད་དར་ཁྱབ་ཡོང་སྲིད་ཀྱི་ས་གནས་ག་ཅན་དག་ཀྱང་དེའི་གཞུང་རྒྱུན་དུ་ནི་ཡོད་རེད། ཆུ་རྒྱུན་དེ་ཡི་གི་བཞུར་རྒྱུད་དེ་དུས་དེང་སང་ཡང་མངའ་རིས་ཀྱི་གནའ་བོའི་རིག་གནས་དར་ཁྱབ་ཤིན་ཏུ་ཆེ་བའི་གི་ཁུལ་ཞིག་ཡིན་པ་ནི་མཁར་རྫོང་དང་ལྷ་ཁང་དང་ལྡེབས་རིས་དང་གྲགས་ཆེན་ས་འུག་དང་གནའ་སྒྲུང་དང་ཐུན་མོང་མ་ཡིན་པའི་གླུ་གར་དང་བུད་མེད་ཀྱི་རྒྱན་གཅོད་སོགས་ཁྱད་དུ་འཕགས་པ་མང་པོ་ཅིག་བསྡད་ཡོད་རེད། སེང་གེ་ཁ་འབབ་ཟེར་ཏེ་སེང་གེ་ཁ་འབབ་ལ་དག་ཡུལ་ལ་འབབ་ལ་དག་དཔའ་མཛངས་ལྡན་པ་དེ་ནས་བྱུང་ཟེར་སྔར་གྱི་ལོ་རྒྱུས་ནང་ལ་གསུང་ཟུར་དེ་འདྲ་ཅིག་བྱས། དེ་ནི་གངས་དཀར་ཏའི་གཟི་བྱང་མཆོག་རི་བོ་དཔའ་ཉམས་ལྡན་ཞིང་རྩ་ཆེན་སེང་གེ་འགྱིང་རིགས་ཀྱི་དབྱིབས་ཅན་གྱི་ཁ་ནས་འབབ་པས་ཨ་ནི་མིང་དེ་ལྟར་ཅིག་ཐོགས་པ་རེད། ཆུ་ཆེན་དྷིས་ཀྱི་སྟོད་རྒྱུད་དུ་ཨ་ནི་འབོང་པ་སེང་སྟོད་དང་ཀོང་ཆེན། འབྲོང་པ་སེང་མེ་སྣ་བུག་བཅས་ཨ་ནི་འབྲོག་སྡེ་ཁག་དང། སྐར་མ་སྐར་རྒྱུད་པའི་ཨ་ནི་གྲུབ་མཐའ་འཛིན་པའི་གོན་སྡེ་གྲགས་ཅན་བྲག་སྐྱ་གོན་པ་སྣ་ཡུལ་གྲགས་ཅན། དཔའ་དམར་མཁར་ཕོ་རོག་མཁར་མོན་ཤིང་མོན་མཐོ་མོན་མཁར་བཅས་དང་སྔར་ཞང་ཞུང་སྐབས་གསུམ་པ་རུ་ཡི་ཁོངས་སུ་གཏོགས་པའི་གི་ནི་གོ་ཚང་སྟོད་དང་གོ་ཚང་སྨད། ལོ་རྒྱུས་ཡུན་རིང་ལྡན་པའི་གནའ་རྫས་སྣ་ཚོགས་སྔོག་འདོན་བྱུང་བའི་གི་གླང་ཆུ་མཁར་ས་གྱ་མུག་མཁར་ཁོག་བཀྲ་ཤིས་ཁང་གོམ་པ། བསྟན་པ་ཕྱི་དར་སྐབས་ཀྱི་དགོན་སྡེ་གྲགས་ཅན་གཞན་ཞིག་ནི་སྐུ་གསུམ་ཐུབ་བསྟན་གྱ་ནོམ་པ་དེ་འདྲ་ཡོད་རེད་ཨ་དང་ནང་བཞིན་གྱི་འདེམས་ཆོག་ལྷབ་རི་དཀར་པོ་ལྕགས་རིགས་གཏེར་རྒྱས་ཀྱིས་གཏམས་པའི་གི། ལྕགས་ཁང་གཡུ་ཚོང་ས་རྙིང་པ་དུམ་རྩེ་བཅས་པོ་དེ་འདྲ་ཅིག་ཡོད་པ་རེད། ཧོ། གོང་དུ་ཞུས་པ་བཞིན་གངས་རི་བྱང་ཕྱོགས་ཀྱི་གབ་རིའི་བྲག་དཀར་སེང་གེ་འདྲ་བའི་གི་ཁ་ནས་འབབ་སྟེ་སེང་གེའི་གཡུ་རག་དང་སེང་གེའི་ནོར་བུ་སེང་གེའི་རྔ་མ། རླུང་འཁོར་ལོ་རྒྱུས་ལྷོ་ཕྱོགས་ནས་ནི་སྟོབས་ཆེན་གྱི་གཙང་པོ་དང་ལྷ་དམར་རྫོང་གི་གཙང་པོ་ལྷ་ཡི་ལ་ལི་གཙང་པོ་དང་གསུམ་འདྲེས་ནས་ཀྱི། རླུང་དེབ་རྒྱུད་གཙང་པོ་རྣམས་འདྲེས་ནས་ཀྱི་ནི་ནི་གདོང་པ་སེང་སྟོད་ཀོང་ཆེན་ཀོང་སྨད། བྲག་བརྒྱ་དགོན། གཞུང་པདྨ་བཙན་གྱི་ནུབ་ཕྱོགས་ནས་དུག་གི་གཙང་པོ་དང་རྟ་རླུང་གི་གཙང་པོ་དཀར་བའི་གཙང་པོ། གོས་གཙང་གི་གཙང་པོ་བཅས་ཆུ་ཆེན་རྣམས་ཨ་ནི་སིང་གི་གཙང་པོ་དང་འདྲེས་ནས་ཙོག་ཙོག་དང་རྒྱ་སྨུག་གླང་ཆུ་མངའ་རིས་གར་ལྡོག་གིས་ཨ་ནི་ཡུལ་སྡེ་རྣམས་ཀྱི་བྱང་ཕྱོགས་ར་ལ་ཁ་མར་དང་རུ་ཐོག་ལྷོར་ནུབ་རྒྱུད་མཁར་བཀྲ་ཤིས་ཁང་གོང་བིས་ཀྱི་མདུན་མཁར་གྱི་གཙང་པོ་དང་འདྲེས་ནས་ཨ་ནི་དེམ་ཕྱོགས་ལྷ་རི་དཀར་པོའི་རྒྱུད་ལ་དྭགས་ཡུལ་གྱི་དཀྱིལ་ནས་ཨ་ནི་ལ་དྭགས་བྱང་ཉི་མི་གཙང་པོ་སྟག་གླང་ལ་ནི་ཡོང་བའི་ཀྱི་རྨེ་རུ་གཙང་པོ་བྱང་ཕྱོགས་གྱ་རིའི་གཙང་པོ་ཤ་གཡོག་གཙང་པོ་ལ་སྟག་ནུབ་ར་བདེ་སྐྱིད་གླིང་བརྒྱུད་སེང་ཁྱི་གཙང་པོ་དང་འདྲེས་ནས་ཡར་མི་གཙང་ཆུ། Balti Daha། ཧ་ནུ་བརྒྱུད་ནས་ཨ་ནི་པ་ཀི་སི་ཐན་བརྒྱུད་ལ་ཐར་རྒྱ་མཚོ་ལ་མར་འགྲོ་གི་ཡོད་རེད། ཆུ་རྒྱུན་དེའི་གི་བྱུག་ཡུལ་དུ་ཡངས་ཤིང་མུ་མཐའ་མ་མཆིས་པའི་རྩྭ་ཐང་དང་རྔམ་བརྗིད་འདོད་པའི་གི་གངས་རི། པིར་གྱི་རི་མོ་བྲིས་བ་འདྲ་བའི་གིས་དབྱིབས་གཟུགས་སྣ་ཚོགས་ལྡན་པ་དང་བྲིས་གཟི་གནས་དང་འདྲ་བ་ནི་འཁྲུལ་བའི་རྨི་ལམ་དང་འདྲ་བའི་རང་བྱུང་ཁམས་ཀྱི་བཀོད་པ། སྔོ་ལྕམ་རྩྭ་ཡི་མ་སྟེང་སྦོ་ཞིང་དལ་བའི་སྤང་ལྗོངས་ཀྱི་ངོས་སུ་དྭངས་ཤིང་བསིལ་བའི་གིས་གཙང་ཆུ་ལྷུང་ལྷུང་འབབ་པ། འདོད་རྒུའི་ཡིད་བཞིན་རྙེད་པའི་གིས་རི་ཀློང་ཁྱོན། རི་དྭགས་སྣ་ཚོགས་རྩེད་འཇོའི་རབ་ཏུ་མྱོས། ལར་ན་གནས་དེ་ལ་རིན་ཆེན་གཏེར་རྡོ་སྣ་ཚོགས་ཀྱིས་ཡོངས་སུ་གཏམས་པ། ཆུ་ཚན་གྱི་ཐོན་ཁུངས་དང་ཕྱུགས་ཟོག་གི་ཐོན་ཁུངས་ཧ་ཅང་ཡག་པོ་དེ་འདྲ་ཡོད་པ་རེད། ད་དུང་དེ་ཡི་ག་ནས་ཚེ་མངའ་རིས་ལོ་རྒྱུས་ཐོག་ལ་གྲགས་པ་ཤིན་ཏུ་ཆེ་བའི་གནའ་ཡུལ་རྙིང་པོ་གནའ་ཤུལ་རྙིང་པ་དེ་ནི་ར་ལ་མཁར་དམར་དང། སྟེང་གྲུབ་རྩེ་གནའ་རྫས་རྙིང་པ། ད་དུང་དེ་མངའ་རིས་ལོ་རྒྱུས་ཐོག་ལ་ནི་གྲགས་ཤིན་ཏུ་ཆེ་བའི་གི་གནའ་ཡུལ་རྙིང་པོ་ར་ལ་མཁར་དམར་དང་སྟེང་གྲུམ་རྩེ་ཡི་གི་གནའ་རྫས་རྙིང་པ། རྡོ་རྗེ་ས་སྙིང་དུས་ཀྱི་རྡོ་ཡི་ཡོ་བྱད་སྣ་ཚོགས། རྫ་བཟོའི་དུས་ཀྱི་ཀྱི་ནི་རྫ་རིགས་ཀྱི་ཚོན་ཁྲ་ཅན་སྣ་ཚོགས་གནའ་སྔ་མོ་རིག་གནས་ཧ་ཅང་ཕུན་སུམ་ཚོགས་པོ་ཡོད་པ་དང། ཆུ་རྒྱུན་དེས་ཀྱི་སྨད་རྒྱུད་རྒྱ་གར་དང། མངའ་རིས་ཀྱི་ས་མཚམས་ཐོག་བུ་ག་རུ་ལས་ནས་ནི་ཐོན་བྱས་རྒྱ་གར་གཙང་པོ་དེ་ཧིན་རྡུ་གཙང་པོ་ཞེས། ད་དུང་དེས་མངའ་རིས་ལོ་རྒྱུས་ལ་གྲགས་པ་ཤིན་ཏུ་ཆེ་བའི་གནའ་ཡུལ་རྙིང་པོ་ར་ལ་མཁར་དམར་དང། སྟེང་ཁྲོམ་རྩེ་ཡི་ཀྱི་གནའ་རྫས་རྙིང་པ་སྟེ་རྡོ་རྗེའི་ས་སྙིང་དུས་ཀྱི་ནི་རྡོ་ཡི་ཡོ་བྱད་སྣ་ཚོགས། རྫ་སེར་དུས་ཀྱི་གི་ནི་རྫ་རི་ཚོན་ཁྲ་ཅན་སོགས་གནའ་སྔ་མོའི་རིག་གནས་ཀྱང་ཧ་ཅང་ཕུན་སུམ་ཚོགས་པོ་ཡོད་པ་རེད། ཆུ་རྒྱུན་དེའི་གི་སྨད་རྒྱུད་དུ་རྒྱ་གར་དང། ས་མཚམས། ཐོན་བྱས་ནི་རྒྱ་གར་པའི་གཙང་པོ་དེ་ལ་ཧིན་དྷུ་གཙང་པོ། དེར་ཀ་ཤི་མིར་དང་པ་ཀི་སི་ཐན་རྒྱུད་ནི་མཐའ་མ་སྟེ། མ་ཧ་དེ་ར་བ་ཟེར་བ་ནི་ནི་ཨ་རབ་རྒྱ་མཚོ་ཆེན་མོ་ལ་མ་འགྲོ་གི་ཡོད་རེད། གཙང་ཆེན་དེའི་གི་ཁྱོན་དོམ་རིང་ཚད་དེའི་སྤྱི་ལེ་སུམ་སྟོང་གཅིག་བརྒྱ་བཞི་བཅུ། དང། ཨ་ནི་ཆུ་རྒྱུན་བཞུར་ཡུག་ལ་རྒྱ་ཁྱོན་གྱི་དེ་སྤྱི་ལེ་གྲུབ་བཞི་མ་ཁྲི། དགུ་བཅུ་གོ་དྲུག་ཙམ་དེ་འདྲས་སེམས་དགོས་བ་རེད། དེ་མིན་སྟོད་མངའ་རིས་ཀྱི་ས་ཡིག་གི་ཆར་ཆུ་རྒྱུན་དེ་གི་ཡན་ལག་གཙོ་བོ་ཞིག་ནི་ཨ་ནི་གར་གཙང་པོ་དང། ཕྱི་རྒྱལ་ཁུལ་གྱི་ཡན་ལག་གཙོ་བོ་ཞིག་ནི་ས་ཏེ་ལན་ཇི་གཙང་ཆེན། གཙང་ཆེན་དེ་ཡིག་གི་ཨ་ནི་ཆུ་རྒྱུན་བཟང་བའི་དབང་གིས་པ་ཀི་སི་ཐན་བྱང་ཁུལ་དང་ས་གཞི་ཤིན་པིག་གི་ཨ་ནི་ཐང་ཆེན་དག་ལ་ཞིང་ལས་ཐོན་སྐྱེད་འཕེལ་བར་ནུས་བ་ཆེན་པོ་དེ་འདྲ་ཐོན་དགོས་བ་རེད། ཨ་ནི་ཨ་རབ་རྒྱ་མཚོ་ལ་མ་འདྲེས་ཙམ་དུ་ཨ་ནི་སྤྱི་ལེ་གྲུབ་བཞི་མ་གྱེས་གཏོང་ཟིན་པའི་ཨ་ནི་གླིང་ཕྲན་ཟུར་འཛུམ་ཅན་ཞིག་ཆགས་ནས་ཨ་ནི། ཡུལ་གཞིས་ཁུལ་ཨ་ནི་དེ་གཙང་ཆེན་དེ་ཞིང་ལས་དང་ནགས་ལས་ལ་ཐོན་སྐྱེད་ཤིན་ཏུ་བཟང་པོ་དང། ཨ་ནི་ལྷག་པར་དུ་ཨ་ནི་ཆུ་བོ་ཁ་འབབ་གནམ་གཤིས་ཀྱིས་ཨ་ནི་འཛམ་གླིང་ནང་ལ་ཡང་ཨ་ནི་འགྲོ་བ་མིའི་གི་བདེ་སྡུག་ལ་ཡང་རིན་ཐང་ཆེ་བའི་རླབས་ཆེན་གྱི་གཟི་བརྗིད་མང་པོ་བྱེད་བ་རེད། དེ་ནས་རྨ་བྱ་ཁ་འབབ་རེད་རྨ་བྱ་ཁ་འབབ་དེ་སྤུ་རང་ཡུལ་དུ་འབབ་སྤུར་མོ་ཁ་འདྲེ་ལགས་པ་དེ་ནས་བྱུང་ཟེར་ཡ་གི་གནའ་མི་གི་ལུགས་སྲོལ་ཅིག་དང་གསུང་རྒྱུན་ལ་དེ་འདྲ་ཅིག་ཡོད་པ་དང། ཞེས་བ་ལྟར་ཨ་ནི་མཛེས་ཤིང་ལྟ་ན་སྡུག་བི་གི་རྨ་བྱ་གི་གཟུགས་འདྲ་བི་གི། བྲག་རི་གི་འོག་གམ་རི་བོ་རྨ་བྱ་གཉིས་བསྣོལ་བ་ལྟ་བུའི་ཁ་ནས་འབབ་ཡི་ཡོད་བི་གི་ཨ་ནི་རྨ་བྱ་ཁ་འབབ་ཟེར་ཡ་དེ་ཨ་དུག་སུ་དོགས་པ་རེད། རི་བོ་ཧི་མ་ལ་ཡི་གི་ལྷོ་ཕྱོགས་འཁྱུད་ནས་ཨ་ནི་ཧིན་རྡུ་ཡུལ་ལ་འབབ་དུས་ཆུ་མོ་འགའ་འགའས་དེ་འདྲའི་ཚིག་གིས་གསུང་དགོས་རེད། ཆུ་བོ་དེའི་གི་བཞུར་རྒྱུན་མང་ཆེ་བ་རྒྱ་གར་དང་བང་ག་ལ་ཡིན་ཅིང་ཨ་ནི་མཐར་བང་ག་ལ་གི་ཨ་ནི་མཚོ་ཁུག་ཏུ་འབག་མེ་དང་དུད་འགྲོ་ཐ་ན་རྩི་ཤིང་སྐྱེ་དངོས་སོགས་ཀྱི་བླ་སྲོག་ཏུ་གྱུར་བས་ཆུ་མོ་དེའི་རིང་ཚད་ལ་ཁྱོན་བསྡོམས་སྤྱི་ལེ་ཉིས་སྟོང་དུན་བརྒྱ་དང། ཆུ་རྒྱུན་བཞུར་ཡུལ་གྱི་རྒྱ་ཁྱོན་ཏེ་སྤྱི་ལེ་གྲུ་བཞི་མ། ཁྲི་བརྒྱ་དང་བཅུ་མེད་དྲུག་ཙམ་དེ་འདྲའི་ཟིམ་དགོས་བ་རེད། ནས་ཆུ་ཤུག་ནས་བ་རག་ཁ་མ་ཕུ་ཏི་དང་འབྲེལ་མཚམས་སུ་གླིང་ཕྲན་ཟུར་གསུམ་མ་ཞིག་ཆགས་ནས་ཀྱི་དེ་འབྲུ་རིགས་ཀྱི་ཐོན་འབོར་ཡག་བོ་དང་ཤིང་སྣ་ཕུན་སུམ་ཚོགས་པོ་ཀྱི་མདེའུ་ཡུར་དུ་ཟ་བོ་དེ་འདྲ་ཡོད་རེད། ནས་རྒྱ་གར་དང་བང་ག་ལ་ཡི་གི་ཁུལ་དུ་གཙང་པོ་ཆེ་ཆུང་མང་པོ་རྒྱ་གར་དང་བང་ག་ལའི་ཁུལ་དུ་གཙང་པོ་ཆེ་ཆུང་མང་པོ་མཉམ་དུ་འདྲེས་རྐྱེན་གྱིས་ཆུ་ཤུག་ཆེ་ལ་ཆུ་འབབ་བཟང་བ། ཞིང་ཆུ་འདྲེན་ཡས་དང་ཆུ་དོག་གི་དངོས་རིགས། དབོར་འདྲེན་སོགས་ལ་ནི་ཕན་པ་བརྗོད་ཀྱིས་མི་ལངས་པ་དེ་འདྲ་ཡོད་རེད། ཆུ་རྒྱུན་དེ་ཡི་མཇུག་རྒྱུད་ལ་ནི་མི་འབོར་མང་བ་མང་ཟད་མ་ཟད་ནི་འབྲས་དང་སོ་མ་སེར་བོ་འབུར་ཤིང་བཅས་སྐྱེ་དངོས་ཀྱང་ཤིན་ཏུ་ལེགས་པོ་དེ་འདྲ་སྐྱེ་དགོས་ཡོད་རེད། སྟོད་མངའ་རིས་མངའ་ཁོངས་ཀྱི་ཆུ་རྒྱུན་དུ་སྤུ་རང་ནམ་མཁའ་ཁྱུང་རྫོང་དཀར་གདུང་སྐུ་མཁར་ཉི་གཟུང་སྟག་ལྷ་མཁར། གྱ་ལྡི་མཁར། ཞི་བདེ། ལྷ་བདེ་མཁར་འཁོར་ལྕགས་དགོན་སོགས་ལོ་རྒྱུས་དང་རིག་གནས་ལྡན་པའི་གནའ་དབུས་ཀྱི་མཁར་དང་དགོན་སྡེ་མང་པོ་སོགས

སྤུ་རངས་གྱ་སྟེ་ཁར་སོགས་ཀྱི་མི་སེར་སྟབས་རགས་བསྒྲིགས་ནས་རྨ་བྱ་གཙང་འབུད་ཀྱི་བྱང་ངོགས་ནས་འཁོར་ལྕགས་གོམ་པ་ཆོས་འཇའ་ལ་འགྲོ་བའི་དུས་ལ། ཞི་བདེ་མཁར་གྱི་ཁ་གདུགས་ཀླད་པ་དང་བཞོན་ཟླ་ལམ་སེང་ནི་མ་འབབ་བཅས་གལ་ཏེ་སྟག་ལ་ཞོན་ནས་སྣང་མེད་དུ་ཕྱིན་པ་ཡིན་ན། ཞི་བདེ་དཔོན་ཕུན་ཚོགས་ཨང་དྲུག་གིས། ཨོ་དེ་ནི་གངས་སུ་རེད་དཀའ་ཆེ་ཡོང་གི་རེད་དེ་འདྲས་ཀྱི་གསུང་ཚུལ་ཡོད་རེད། ད་ག་ནང་བཞིན་གྱི་ཡུལ་དེ་གི་བུད་མེད་ཀྱི་རྒྱན་གོས་དང་མིག་གཟར་ལ་ཁྱད་ཆོས་ལྡན་པར་ནམ་ཞག་གྱོན་ཐན་དུ་གྱོན་ཡས་ཆུ་བ་ཕུར་འདན་མ་དང་ཞྭ་མོ་གཏུམ་ཤ། ཨ་ནི་རྒྱབ་རྟེན་མགོ་དབྱུབ་བཅས་གཟབ་མཆོར་སྤྲས་ཡས་ཀྱི་རྒྱན་གོས་ནི་ཐུན་མོང་མ་ཡིན་བ་ཞིག་དེ་འདྲ་ཡོད་རེད། བཟོ་དབྱིབས་དང་བཟོ་རྩལ་ལེགས་ཤིང་རིན་ཐང་བྲལ་བ་ལོ་རྒྱུས་རིང་བ་བོད་ཁ་བ་གངས་ཆེན། ཡུལ་ལྗོངས་ལ་ཞེན་དུ་ཁྱད་འཕགས་ཅན་གྱི་སྤྱན་ལམ་ཡངས་པོའི་ཆ་ནས་དེ་འདྲའི་ཅིག་གསུང་རྒྱུན་མང་པོ་དེ་འདྲ་ཡོད་རེད། དེ་བཞིན་བོད་བརྒྱུད་ནང་བསྟན་གྱི་བསྟན་པ་ཕྱི་དར་སྐབས་ལ་ཞིང་དབུས་ཀྱི་གྲགས་ཅན། གོན་ཏེ་འཁོར་ཇག་གོང་པ་དེ་གི་རྟེན་གཙོ་བོ་ཇོ་བོ་རིན་པོ་ཆེ་དངུལ་སྐུ་ཕྱེད་གསུམ་བཞེས་ཏེ། གནས་མདོ་ཨ་མོ་ལི་ཀ་དང་མདོ་དང་རྒྱུད་ཀྱི་ཕྱག་དཔེ་བྲིས་མ་རྙིང་པ་ལྡེབས་རིས་སོགས་སྟེང་སྐུ་གསུམ་ཆ་ཚང་བ་རྨ་བྱ་གཙང་པོའི་ཆུ་རྒྱུན་དང་ཤིན་ཏུ་ཐག་ཉེ་བའི་གོན་སྡེ་དེའི་ནང་ལ་ཨན་དེ་འདྲ་མང་པོ་ཅིག་འཇགས་རྒྱུ་ཡོད་ར་རེད། ཨོ་ལགས་སུ་དེ་རིང་ལྷ་དཀར་སྲུང་བརྩི་ཞུ་བ་དང་དྲག་ཨན་ད་རིང་སྟོད་མངའ་རིས་སྐོར་གསུམ་གྱི་ཆུ་བོ་ཁ་འབབ་རྣམ་བཞི་གི་ལོ་རྒྱུས་མདོར་བསྡུས་ཙམ་ཅིག་བཤད་པ་དེ་མ་ཞུས་བ་ཡིན་ཏེ་རྩ་བའི་ཆ་ནས་ཨ་ནི་ད་ཅིག་གི་ལོ་རྒྱུས་གྱེས་བ་དེ་ངས་ཞུ་ཤེས་ཡ་དང་ཨ་ནི་སོ་སོ་རང་ཉིད་ལ་ཡ་ཞུ་ཡ་གི་ནུས་བ་དང་སློབ་སྦྱོང་མེད་པ་ཡིན་དུས་གང་ལ་ཨ་ནི་དྲག་གྱེས་བོ་ཅིག་ཞུ་ཐུབ་མ་སོང་ཨ་ནི་དེ་འདྲའི་ཆུ་ཡ་ཡིན་ཁ་བྲིན་ཆེ།